གཞི་རྩའི་ཏང་ཉམས་དམག་ནི་ལྷ་ནི་ཇི་ལྟར་དྲུག་ཅུ་རེ་གྲངས་ནང་དུ་ཡིན་པའི་སྐབས་ལ་ཡང་ཕལ་ཆེར་ད་ང་ཚོ་ནི་ཅིག་ད་མི་མང་ཚོ་ད་ད་ཅིག་མོས་ཏེ་ཅིག་ལས་བྱེད་པ་ཚོ་ཐག་ནས་ཡིན་ནི་ཕལ་ཆེར་ད་གནས་ཚུལ་ཅིག་བོད་ནས་ཚུར་ཡོང་འགྲོ་བའི་ཆེད་ཨེ་ནི་ཅིག་འཛམ་བུ་གླིང་གི་ཕྱི་ལོག་གི་གནས་ཚུལ་ཤེས་མཁན་ཉུང་ཉུང་ཆགས། ཅིག། ད་དེ་འདྲའི་གི་གནས་སྐབས་ལ་ཡང། ཨེ་ནི་ད། ཅིག། ད་ཅིག་གནས་ཚུལ་བས་ཐོམ་དུ་མ་སོང་ནས་ཁོ་མ་སངས་རིང་དེ། ཅིག་ངས་བགས་སུ་ཅིག་འགྲོ་ཡ་རེད་ང་ཚོ་བོད་མི་ནང་ཁུང་གི་ཅིག་སྐེམ་ཁག་ལ་བགས་སུ་འགྲོ་ཡ་རེད། ཅིག་ད་ག་ནང་བཞིན་གི་ཅིག་དེ་ཡང་ད། ང་ཚོ་ད། ཅིག་གཞུང་གི་ལས་བྱེད་པ་ཚོ་ལྷག་ཡིན་ནའི་ཅིག། ཡངས་སུ་ཡངས་སུ་ཐུག་ཡ་བཟོ་རུ་ད་ཅིག། སྐད་བཤད་ལབ་ཅིག་སྟག་པ་ཡོང་བསྡད་ཀྱི་ཡོད་རེད། དེ་དུས་ཅིག་ངས་ཡང་ཅིག། ད་བཏོན་ས་བཏོན་ཆོག་ད་ཁྲིམས་དཔོན་ཅིག་ད་ད་མཐོང་རྒྱ་ཐོས་རྒྱ་རུ་ཆས་ཟེར་ནས་མི་འདུག་ཅིག་དེ་འདྲས་ཀྱི་ཐང་ནས་ཅིག་ད་ནས་ཀྱི་འབྲེལ་བཤད་ར་བསྐྱལ་བ་ཡིན་ན་ཕན་ཐོག་ར་ཕྲན་བུ་ཡོད་རེ་སོར་ཅིག་ཨེ་ད་དེ་ནས་ཡག་ད་ལོ་ཇི་སོང་གི་ག་ད་ང་ཚོ་ཅིག་ད་མི་ཏོག་གསར་བ་ཅིག་ལས་ཡོང་གི་ཡོད་རེད་ཨེ་འདི་ཡི་དེ་ག་ད་ཅིག་ཤི་ངེས་ལ་ཕྱི་ཆུང་ལ་མ་ལྟོས་པའི་ཤེས་ཡོན་ཅིག་གོ་ད་སྦྱོང་བརྡར་བྱས་བྱས་འདུག་ས་རེད་ཤི་ས་རུ་ཅིག་ཡོད་རེད་ཨེ་འདིའི་ཐོག་ལ་ཡག་ཅིག་སོ་སོ་རང་ཉིད་ཀྱི་ད་དོ་སྣང་མ་བྱས་ན་ད་ག་རེ་མ་གཏོགས། གཞན་ཞིག་འཛམ་བུ་ནི་འདི་གང་གི་གནས་ཚུལ་ག་ནས་ཡིན་ནི་ཅིག། ཕི་གེ་ད་སློབ་སྦྱོང་བྱེད་ས་ཡོད་བསྡད་པ་དང་དོ་སྣང་བྱེད་སར་ཡོད་བསྡད་པ་ཅིག་གིས་ད་ལྟ་ཅིག་སོ་སོའི་ལས་ཀ་བྱེད་ཡག་དེ་མིན། ལས་ཀ་ལ་ཡར་དཔེ་བལྟས་ནས་བྱེད་ཡག་ཅིག་པ་ཡིན་པ་ཡིན་དུས་ཅིག་འདི་འདྲས་ཀྱི་ཐོག་ནས་ད་གནས་ཚུལ་ཕལ་ཆེར་མ་རྟོགས་པ་དང་ཅིག་མ་ཤེས་པ་ཟེར་ཡག་དེ་ད་ཧ་ལམ། དུས་ཚོད་ཡོད་རེད་ཟེར་བ་ཞིག་རེད་ཕལ་ཆེར་མ་ཤེས་པ་དང་མེད་རེད་ཟེར་བ་ཞིག་རེད། ད་ཐུག་ས་ག་བ་ཐུག་ཡོད་རེད་ཟེར་བ་ཡིན་ན་ལྷག་བསམ་གྱིས་ད་ཅིག། ལྟ་ཅི་གི་སྲིད་སྙིང་པོ་རིག་པའི་ཏིང་ངེ་འབད་འབད་རྩོལ་སྐྱེས་དང་མ་སྐྱེས་སྲིད་དེ་ཡང་དེ་རེད་མ་གཏོགས་གཞན་ཅིག་ལག་ལེན་གྱི་ཆ་ནས་མ་ཤེས་པ་དང་ཅིག་ད་ཐོག་མཐོང་དང་མ་སོང་བའི་སྨྲ་སངས་ཀྱི་གནས་ཚུལ་དེ་ཧ་ལམ་ཡོད་ཚར་རེད་ཚ་དེ་འདྲ་ཡིན་པ་ཡིན་དུས་ཚ་ནས་ད་ངས་ཅིག་དམིགས་བསལ་ད་ལྟ་བྱས་དང་མ་བྱས་སྐུལ་ལྕག་བྱས་ཡ་ཅིག་མ་གཏོགས་ཅིག་དེ་ལས་ལྷག་གི་ཅིག་དེ་ཅིག་འགྲེལ་བཤད་གསལ་བཤད་རུ་ཅིག་ངོ་སྤྲོད་བྱེད་དགོས་ཡ་ད་བྱེད་དགོས་ཡ་ཟེར་མཁན་མེད་དུ་རེད། ཚེ་བཟང་འདུག་ཟེར་བྱས་ནས། ཡིན་དུས་བར་ལམ་དང་ང་ཚོ་འབྲེལ་བ་རིགས་རྟོག་ཚོགས་ཉུང་ཉུང་སོགས་བྱས་ཡོད་རེད་ང་དམིགས་བསལ་ཞིག། ཅིག། ལམ་སྟོན་རུ་གསར་པ་ང་བྱེད་ཡག་ཐེབས་མི་འདུག་ལ་བྱེད་དགོས་ཡག་ཟེར་གྱི་མཐོང་གི་མི་འདུག། ཚེ་བཟང་འདུག་ཟེར་རེད། ཨན་ཁ་སེ་བ་བཀའ་ཤག་ནས་དེ་གསུང་དུས་ཙ་ནས། ཨན་ད། ཧོབ་ཁ་ལི་ཡ་ད་དེ་དམིགས་བསལ་ང་ཤོད་ཡག་ནི་གལ་མེད་ཨིན་ད། ང་རང་གི་ལབ་བ་ནང་བཞིན་རེད་ད་ཚང་མ་ལོག་ཤིང་གི་ནང་རེད་ད་བྱས་དང་མ་བྱས་ཟེར་ཡ་རེད་འདི་ཚོ་ཁ་ཁ་རེད་མ་གཏོགས་ད་དེ་རིང་ཡིན་ཚར་ནས་ད་དམིགས་བསལ་ཞིག་དགོས་པ་ཆེ་རུ་ཁེ་ཨེ་ཡོད་མེད་ཡོད་བསམ་གོམས་གཤིས་བྱུང། ད་ཡང་ཕྱོགས་གཅིག་ནས་བསམ་བསྟར་རིས་བསགས་ནས། གཅིག་ད་དངོས་གནས་རང་བ་ལ་ང་ཚོ་ད་འདས་པའི་ལོ་སུམ་ཅུ་སོ་བཞི། ལྷ་སྲིད་གླིང་གི་ཡར་འདུག་ཞིག་བསམ་བློ་བཏོན་དུས། ད་ཐོག་མར་ང་ཚོ་རྒྱ་གར་ལ་ཡར་ལྟ་འཇོག་འགྲོ་སྐབས་ལོ་གཅིག་མུ་སུ་རི་ལ་བསྡད་པ་རེད། དེ་ནས་དྲུག་བཞི་ཐམ་པའི་ལོ་ནས་ད་དར་མ་ས་ལ་འདུག་བསྡད་པ་རེད། ད་གཞི་རྩའི་དུས་དེའི་སྐབས་ལ་ཡར་འོང་རེད་ད་ཁྱད་པར་གྱི་མི་སྣ་ལ། དེ་ཚོའི་སྐབས་ནས་དུས་ད་ལྟ་བར་དུ་ད་དངོས་གནས་རང་ང་ཚོ་ཅིག་ཡར་རྒྱས་རུ་ཆགས་བཞག་ན། ཏཱ་ཧ་ལམ། གཅིག་རྒྱལ་མིས་དཔེར་ན་ཚོད་དཔག་བྱེད་ཡ་ལས། ད་ལྟ་རྒྱལ་མིས་ད་ལོ་སུམ་ཅུ་སོ་བཞི། འགོ་མའི་སྐབས་རེད་ཡ་རྒྱལ་མིས་ང་ཚོར་ཚོད་དཔག་ག་འདྲ་ཞིག་བྱས་ཡོད་རེད། ད་གང་འདྲ་ཅིག་རྒྱལ་མིའི་བསམ་ཡུལ་ལས་མེད་བསྡད་པ་ཅིག་ད་ལོ་སུམ་ཅུ་སོ་བཞི་ཕྱིན་པའི་རྗེས་རེད་ཡ་ང་ཚོས་དེ་བཟོ་ལྟ་བཞག་བསྡད་ཡོད་རེད་ཚེ་དེ་རིང་འདི་ས་ནས། ད། གཅིག། རང་ཡུལ་གྲལ་ནས་ད། དེ་དང་གཅིག་ཤེས་ཡུལ་ལ་བཙན་འཇོག་བྱས་དེ་ནི་གཅིག་ཤེས་བྱ་ཡོན་ཏན་གྱི་ཆ་ནས་ཡིན་ནའི་ཡང་མ་རེད་རྒྱུ་དངོས་པོའི་ཆ་ནས་ཡིན་ནའི་ཡང་མ་རེད། གཅིག་ག་རེའི་ཐོག་ནས་ཡིན་ན་ཡང་གཅིག་དངོས་གནས་རང་ཕི་གའི་ང་ཚོའི་སྟོབས་ཤུགས་སྐྱེ་ས་བ་ཞིག་ག་གེ་ཡང་མ་རེད་དེ་ཡིན་ནའི་ཚ་མོ་ལགས་ཀྱི་སྙིང་ལ་རུས་པ་བཅུག་ནས་དེ་དང་གཅིག་པའི་རྒྱུ་བ་མེད་པའི་དང་ལྷག་བསམ་བརྟན་པོ་ཞིག་གི་ཐོག་ནས་ཨུ་ཚུགས་བརྟན་ནས་གཅིག་ཚང་མས་ད་ཅིག་ཨུ་ཚུགས་རུ་བརྟན་ནས་འདུག་བྱས་ནས་ད་ད་ལྟ་འདྲ་བྱས་ཚང་མས་ཡང་གཅིག་གྲུབ་འབྲས་ག་ལ་གང་འཚམ་ཞིག་གཏན་ནས་ཐོན་འདི་ཡོད་རེད། ས་དེ་རིང་སོང་ཡིན་དུས་རྩ་ནས་ཅི་ང་ཚོ་ཕྱི་ལོག་ནས་ང་ཚོ་ངོ་ཤེས་པ་དང་དེ་འདྲའི་མང་པོ་ཅིག་གིས་ད་བོད་པ་ཞི་དྲག་ལ་ཚགས་ཚུད་པ་དང་ཡག་པོ་རེད་ཟེར་ནས་བསྔགས་བརྗོད་རུ་བྱེད་དེ་མང་པོ་ཅིག་ད་ཡོང་གི་ཡོད་རེད། ཨེ་ཡང་ཚུར་ཤོར་དེ་ནས་ཅིག་ཡང་ཕྲན་བུ་ཕྲན་བུའི་ང་ཚོ་དེ་འཐུས་ཤོར་གི་ཡོད་དེ་བའི་རྣམ་པ་ཅིག་ང་ཚོ་ད་ཐོན་བསྡད་ཀྱི་ཡོད་རེད་དེ་འདྲ་སོང་ཡིན་དུས་རྩ་ནས་ཆེ་ས་ནས་ང་ཚོ་གྲུབ་འབྲས་རུ་ག་ལ་གང་ཚང་ཞིག་ད་ཐོན་ཡོང་གི་ཡོད་པ་ཡིན་དུས་ཙང་ནས་ད་ཕྲན་བུ་ཕྲན་བུའི་འཐུས་ཤོར་ཡོད་བསྡད་པ་དེ་དེ་ང་རང་ཚོ་ཟོག་བཅོས་བརྒྱབ་ན་བརྒྱབ་ས་ཡོད་བསྡད་པ་ཞིག་དང་བརྒྱབ་ཐུ་ཡག་ཅིག་ཡིན་པ་ཡིན་དུས་ད། ཅིག། དེར་ང་རང་ཚོ་ཅིག་ཐུགས་བྱས། ཨེ་ནི་ད་ཅིག་ཕྲན་བུ་ཕྲན་བུའི་ཅིག་ད། ཅིག་ཨམ་ཅོག་ངའི་ཨམ་ཅོག་ཅིག་གོ་བསྡད་ཡག་གི་ཅིག་སྐྱོན་ཆ་འདུག་སྐྱོན་ཆ་འདུག་ཟེར་ནས་ཅིག་ཕྲན་བུ་ཕྲན་བུ་གོ་བསྡད་ཡག་གི་དེ་དེ་ང་རང་ཚོ་དེ། ནང་ཚགས་ནང་བཤད་ལྷུག་ལྷུག་བཤད་བྱས་ང་ཚོ་གོ་ཐུག་རུ་བྱས་བྱས་སྐད་ཆ་བྱུང་བ་ཡིན་ན། ད་ལྟའི་ཕན་ཐོགས་དག་ཡང་གོ་བརྡ་ཆེ་སའི་ཆ་ནས་ད་ང་ཚོར་ར་བ་རྒྱག་ཡ་ཡོད་བསྡད་པ་ཞིག་གི་གནས་ཚུལ་གླེ་རུལ་ས་ནས་ཆུང་ས་ང་རང་ཚོ་ཅིག་སོབ་ཆུ་རྒྱབ་ཐུ་ཡག་དེ་ཡིན་ཏེ་ང་རང་ཚོ་ཅིག་ག་སོག་རི་ཕུ་གའི་དོ་སྣང་རོ་གསར་བ་ཞིག་སྐྱེད་བྱེད་དུ་འབད་རྩོལ་བྱེད་ཀྱི་ཡིན་ན་ཁོ་དེ་ལག་ཏུ་སྒྲུབ་ཐུ་ཡག་ཅིག་རེད་ད། ད་ལྟ་བར་དུ་ཨ་འདྲ་ང་ཚོ་བྱས་རྗེས་གྲུབ་འབྲས་ལ་ཆུང་བ་དེ་ཡིན་ཏེ་ཧ་ལམ་ང་རང་ཚོའི་བསམ་བློའི་ནང་ལ་ཡང་ད་གི་ཟི་བྱ་ནི་ད་གི་ཟི་འབྱུང་གི་རེད་བསམ་པའི་ཚོད་ལས་ཧ་ལམ་རྒྱལ་ཅིག་གི་གྲུབ་འབྲས་ང་ཚོ་བྱུང་ཡོད་རེད་ཡག་ས་ནི་ས་དེ་འདྲས་ཡིན་པ་ཡིན་དུས་ད་ཆུང་ས་དེའི་རེ་ད་ང་ཚོ་རྟེན་འབྲེལ་སེལ་ཐུ་ཡ་བཞིན་པའི་ཡིན་དུས་ཨེ་ན་བ་དེར་ད། ཅིག་ད་ཐུག་ནས་ཁ་སོགས་ཅིག་ང་ཚོ་ཐུག་ན་བསམ་ད་ཐུག་ནས་ཡག་པོ་འདུག་བསམ་ང་ཚོ་ལུགས་དྲན་སོང། ས་ད་ནས་ང་དམིགས་བསལ་ཅིག། ཅིག་ལམ་སྟོན་རོགས་གསར་པ་ཅིག་ང་ཞུ་ཡ་ས་ཁེལ་མེད། ད། གལ་ཆེ་ཤོས་ང་རང་ཚོ་ག་སོགས་རེད་ཅིག་ཤེས་པ་དེ་ད་གསར་པ་རྣམ་དག་རེད། དགེ་འདུན་ངོ་བོ་མེད་པའི་ཐོག་ནས་ཅིག་བསམ་པ་རྣམ་དག་གིས་ད་ཧུར་ཐག་པ་དག་བྱས་ཏེ་ད་དེ་ལ་ཐུག་གི་ཡོད་རེད་རྩ་དོན་ད་དེ་ཡིན་པ་རེད། ས་དེ་ཡོང་བ་ལ་ཡ། མི་སུ་དང་སུ་ཡིན་ནས་དཔེར་ན་ཆོས་ཉམས་ལེན་བྱེད་པ་ལ་ཡང་ཅིག་ཉམས་ལེན་གྱི་གནད་ཤེས་པ་ཙམ་གྱིས་མི་ཆོག་པར་ཉམས་ལེན་གྱི་གནད་དེ་ལག་ལེན་ལ་བཀལ་ནས་ཅིག་ཉམས་ལེན་བྱེད་ཡག་ཅིག་ཡོང་བ་ལ་ཡ། འདུན་པ་ཤུགས་དྲག་པོ་ཅིག་དགོས་གི་ཡོད་རེད། ད་ཐང་ཅིག་དེ་དེའི་ག་སོགས་རེད་བོད་ཀྱི་ཉམས་ལེན་བྱེད་ཡག་དེ་གི་འཕྲལ་ཕུགས་ཀྱི་དགོས་པ་རྒྱུ་མཚན་དགེ་མཚན་དེ་ཡིད་དུ་མཐོང་ནས་ཡོང་དུས་ཨེ་ཐང་ཅིག། དེ་ལ་ཡང་ཅིག་དང་བས་དེ་བའང་ཅིག་དེ་འདྲས་ཡོད་ད་དེ་ཡག་པོ་འདུག་བསམ་པས་ཅིག་ཡིད་གཞི་ཅིག་ཏིག་ཏིག་ཚ་ནས་དེ་དོན་དུ་གཉེར་བའི་དོན་སྙིང་ཡོང་གི་ཡོད་རེད་དོན་སྙིང་དེ་དྲངས་པའི་བརྩོན་འགྲུས་ཡོང་གི་ཡོད་རེད། ས་དེ་འདྲས་ཡིན་པ་ཡིན་དུས་ཚ་ནས་ང་རང་ཚོས་ཅིག་དེ་ད་ཅིག་བོད་གཞུང་གི་ལས་ཀ་བྱེད་མཁན་ཚོའི་ངོས་ནས་ཡིན་ནས་ཅིག་སོ་སོའི་ཅིག་བསམ་བློའི་ཅིག་ཤེས་ཚད་རུ་ཡོད་དེ་བ་ཁོ་ངོ་ཐོག་ལ་སྤྱི་པའི་དོན་དག་གི་ཐོག་ལ་ཡོད་དཔུང་ཐུག་ཡག་ཅིག་ད་ཅིག་སྤྱི་པའི་དོན་དག་གི་ཐོག་ལ་ཡོད་ནུས་པ་བཏོན་ཐུབ་པ་ཅིག་ཡོང་དང་མ་ཡོང་སྲིད་དེ་ཡ་དེ་ད་ལྷག་བསམ་ལ་ཡག་གོ་རག་ལས་པ་ཡིན་དུས་ཚ་ནས་ད། དེས་ན། གང་ལྟར། ཅིག་མིའི་ཁུ་བྱོག་རྒྱག་ཡ་ཚང་མ་ལ། མིའི་སེམས་ཤུགས་ཀྱི་ཐོག་ནས་ཁུ་བྱོག་རྒྱག་དགོས་ཡོད་རེད། ས་དེ་རེད་ཡིན་པ་ཡིན་དུས་ཚང་ནས་ད་ལྷག་བསམ་ཟེར་བསྡད་ཡ་དེ་དཔེ་གལ་ཆེན་པོ་འདུག་བ། ལྷག་བསམ་ཟེར་ཡ་དེ་ཡོད་པ་ཡིན་ན། ང་ཚོའི་ལྷག་བསམ་དེ། རང་རྒྱལ་གཞན་ཕམ་གྱི་རྩ་བ་ཡང་མ་རེད། རང་ཉིད་གཅིག་པུ་ཁེ་གྲགས་དོན་དུ་གཉེར་བའི་རི་དྭགས་ཅིག་ཁྱེད་དང་གྲགས་པ་ཅིག་འོང་ཡག་གི་དོན་དག་ལ་ཡ། རི་དྭགས་ཅིག་འབད་རྩོལ་བྱས་པ་ཅིག་མ་རེད་དེ་འདྲའི་གི་དེ་ལྷག་བསམ་མིན་པ་རེད། ང་ཚོ་ལྷག་བསམ་ག་རེ་ཟེར་བ་ཡིན་ན། ཅིག་ང་རང་ཚོ་སོ་སོའི་ལུང་པ། རི་དྭགས་ཅིག་བོད་ཆོས་ལྡན་གི་ཞིང། ཆོས་ཀྱི་ཐོག་ནས་བཤད་པ་ཡིན་ན་ནི་དངོས་གནས་དྲང་གནས་གི་རི་དྭགས་ཅིག་ཚིག་རབ་མང་པོའི་ལས་དང་སྨོན་ལམ་དེ་འདྲའི་གི་རི་དྭགས་རྒྱུ་དང་རྐྱེན་མང་པོ་ཅིག་ཕྲད་པའི་ཐོག་ནས་ད་གྲུབ་དེ་ངེས་གི་ང་རང་ཚོའི་ནུས་ཤུགས་ཀྱི་ལྟར་རོ། ད་ཅིག་ནུས་ཤུགས་ཁོ་ར་དམིགས་བསལ་གྱི་ཞིག་ཆ་རྐྱེན་ཟིན་ནས་མི་འདུག་མཚན་ཉིད་འགྲུབ་ཡོད་ལྟས་ངན་གྱི་དེ་འདྲས་ཀྱི་ལྟར་ལུང་པ་ཞིག་ཆགས་བྱས་འདུག་ཟླས་པ་ཡིན་པ་རེད། ས་དེ་འདྲས་ཡིན་པ་ཡིན་དུས་ཚང་ནས་ང་རང་ཚོས་སྤྱིར་བཏང་བལྟ་ན་ཁ་རྒྱུན་ལི་ཡ་འཕགས་པ་ལྕགས་ནས་གསེར་གྱི་རྡུལ་བཞིན་ཟེར་ནས་ས་དེ་ཡ་དེ་ལ་རྒྱུ་མཚན་ཕྲ་མོ་ཡོད་པའི་བཟོ་བྱས་པ་ཡག་རེད། ས་དེ་འདྲས་ཀྱི་ཁོ་ར་རང་བཞིན་གྱི་ད་ཅིག་ང་རང་ཚོ་མིའི་ཅིག་ལྟར་བསམ་བློའི་འཁྱེར་བཟོ་ད་ཅིག་མིའི་རང་གཤིས་ཀྱི་བལྟ་ན་གོམས་གཤིས་ཀྱི་ཆ་ནས་བཟང་པོ་ཅིག་དང་ཡག་པོ་ཅིག་བལྟས་པ་ཞིག་ཆགས་བྱས་འདུག་ཟེར་རེད། ཨེ་ནི་མིན་འབད་རྩོལ་གྱི་རང་ཞིག་གནས་ཚུལ་གྱི་འོག་ནས་དང་མཐོང་ཆོས་ཀྱི་ང་རང་ཚོ་འབད་རྩོལ་གྱི་གནས་ཚུལ་གྱི་འོག་ནས་བོད་མི་རིགས་ཀྱི་རིག་གཞུང་ལབ་དུས་ཁོ་ར་འཛམ་བུ་ནི་འདི་གང་ལ་ཡ། ཅིག། རིག་གཞུང་རྙིང་པའི་ནང་ནས་ང་རང་ཚོ་བོད་པའི་རིག་གཞུང་འདི་རིག་གཞུང་གཞན་དག་ལ་ཡང་འགྲམ་ཆུ་དྭངས་མི་དགོས་པ་ཞིག་ཏན་ཏན་ཡོད་རེད། དང་ཅིག་རིག་གཞུང་འཛམ་བུ་ནི་འདི་གང་གི་བའི་རིག་གཞུང་རྙིང་པ་ཞིག་ཞི་བ་ཞིག་ཡིན་ཟིན་ཟེར་དེ་ཡ་གི་རིག་གཞུང་སུ་ལ་བསྡུ་རེ་ཡིན་ན་ཡང་ང་རང་ཚོ་བོད་པའི་རིག་གཞུང་འདི་ཉམས་དམའ་མི་དགོས་པ་ཞིག་དང་ཨ་མདའ་སྤོབས་པ་མཐོ་པོ་བྱས་ནས་ང་ཚོ་ད་ག་སོག་རེད་བོད་སྐད་ཏན་ཏན་རེད་མ་སོ་ནའི་བོད་སྐད་སྙད་ཆོག་པ་ཅིག་ཏན་ཏན་ཡོད་རེད་དེར་སྐད་ས་བཟང་པོ་འདི་དེ་ག་ལ་ཡག་ཅིག་དངོས་གནས་ཅིག་ཟུར་གནས་པའི་ཐག་ནས་ཅིག་བརྟག་དཔྱད་རུ་བྱེད་དེ་ངེས་ཀྱི་ད་མི་མང་པོ་ཅིག་གི་བོད་པའི་རིག་གཞུང་སེ་བསྡད་ཡ་རེད་ཁོ་ར་དངོས་གནས་རང་ཅིག་གཏིང་ཟབ་པོ་ཡོད་དེ་ངེས་ཅིག་ད་ཁ་ཡོད་ལག་ཡོད་ཀྱི་ཕན་ཐོག་ཡོད་དེ་བ་ཅིག་གི་ད་རིག་གཞུང་ཅིག་ལ་ད་དེ་ས་དེ་ས་མཐོང་གི་ཡོད་རེད་བརྩི་གི་ཡོད་རེད་ས་དེ་འདྲས་ཡིན་དུས་ང་རང་ཚོ་བོད་སྤྱི་པའི་དོན་དག་དང་ཅིག་ད་ང་ཚོ་བོད་སྐད་དཀའ་ལས་རྒྱབ་སའི་ལུང་པ་དེ་ཕྱག་གཅིག་ནི་དེ་གི་ལས་བ་ནང་བཞིན་གྱི་གཅིག་གི་ལས་དང་སྨོན་ལམ་དེ་འདྲས་གྱིས་པའི་རྟེན་འབྲེལ་མཐུ་བཙན་པོའི་བར་ནས་གྲུབ་སྟེ་ངེད་ཀྱིས་ལུང་པ་གཅིག་དང་དངོས་ཡོད་གནས་ཚུལ་ལ་ཡང་མི་མི་རབས་ནས་མི་རབས་ཀྱི་རིང་ལ་ཡང་དག་ཅིག་དཀའ་ལས་བསྐྱལ་པའི་གྲུབ་འབྲས་ལ་ཡང་ང་རང་ཚོ་བོད་མི་རིགས་ཀྱི་རིག་གཞུང་ཁྱད་ཆོས་ལྡན་པ་རུ་གཅིག་གིས་ངོ་མཚར་གྱི་དང་ངོ་མཚར་བའི་ཅིག་རང་བཞིན་ཅན་རུ་དེ་འདྲས་ཅིག་གི་ང་ཚོ་རིག་གཞུང་ཅིག་ཡོད་པ་རེད། དེ་འདྲའི་རིག་གཞུང་དེ། བོད་མི་ས་ཡ་དྲུག་གི་ཁེ་ཕན་གཅིག་པོ་མ་ཡིན་པ་དེ་སྔ་ཡིན་ན་ཡང་བཅོམ་ལྡན་འདས་ཀྱི་བའི་ལུང་ནས་གསུང་བ་ནང་བཞིན་བྱས་ནས་བསྟན་པ་བྱང་ནས་བྱང་དུ་དར་ཡོད་གསུང་བ་ནང་བཞིན་བྱས། རྒྱ་གར་ལྷ་པའི་ཡུལ་ནས་བྱང་ཕྱོགས་བོད། བོད་ཀྱི་བྱང་ཕྱོགས་སོག་པོ། སོག་པོའི་བྱང་ཕྱོགས་ནས་མ་ཅིག་ནཱ་ད་ཅིག་ཐུ་བ་སེ་ཨ་རོ་ཅིག་པུ་རཱི་ཏུ་སེ་ར་སེ་ཏེ་ཨ་རོ་ཅིག་དེ། ད་དེ་ཚོ་ག་ད་སོག་རིགས་ད་ཡུལ་མང་པོ་ཅིག་ལ་ཡར་ནང་པའི་ཆོས་དར་བོད་ཀྱི་ད་ནང་པའི་ཆོས་དེ་དར་ཁྱབ་བྱུང་བྱས་གཏོགས་སུ་ཡིན་པ་རེད། ས་དེ་རིགས་ཡིན་པ་ཡིན་དུས་ས་ནས། གཅིག་གིས་བོད་པའི་ཆོས་དང་རིག་གཞུང་ཟེར་དེ་ཨ་དེ་དངོས་གནས་ནང་བཞིན་མི་ས་ཡ་དྲུག་གཅིག་གོ་དོན་དག་མ་ཡིན་པ་ཁོ་མི་མང་པོ་ཞིག་ལ་ཡང་འདྲ་བ་ཡོད་པས་པ་ཅི། ཚུར་ཤོག་དེ་ཧི་མ་ལ་ཡའི་རི་རྒྱུད་ངོགས་ནས་བསམ་བློ་བཏང་པ་ཡིན་ན་ཡང་གང་དག་ཞིག་གིས་ཉུང་མཐར་ཡང་མི་ས་ཡ་གཅིག་གཅིག་གིས་ད་གང་དག་ཅིག་འདི་ཕྱིའི་ལམ་སྟོན་གྱི་ད་གང་དག་ཅིག་རིག་གཞུང་རུ་ཞིག་རིག་གཞུང་ཟེར་ནས་མི་འདུག་ཆོས་ཟེར་ནས་མི་འདུག་དེ་འདྲ་ཞིག་གིས་ད་ཆ་བྱས་བསྡད་ཀྱི་ཡོད་པ་རེད། ཨ་ནི་གལ་ཆེ་ཤོས་མ་འོངས་པ་ལ་ཡང་ང་ཚོ་དངོས་གནས་དྲང་གནས་ཀྱི་བོད་ཀྱི་ཆོས་དང་རིག་གཞུང་གི་ཐོག་ནས་རྒྱ་ནག་ནང་ལ་ཡང་ཅིག་རེ་དང་ཅིག་མི་ས་ཡ་མང་པོ་ཅིག་གི་བསམ་བློའི་ནང་ལ་ཡར་ཕན་ཐོགས་གྲུབ་ཐུབ་ཀྱི་རེད་བསམ་པ་ཅིག་ང་ད་བར་དྲན་གྱི་ཡོད། ས་དེ་འདྲ་ཡིན་པ་ཡིན་དུས་ས་གནས་དེ་འདྲའི་གི་ད་གནས་ཚུལ་ཅིག་དང་འབྲེལ་ནས། ང་ཚོ་དོན་དག་ཅིག་ཡིན་པ་རེད། བོད་རང་དབང་ཟེར་དེ་ཡ་དེ། ལུང་པ་གཞན་དག་གི་རེ་དང་ཅིག་སྲིད་དོན་རྐྱང་རྐྱང་གི་ཨེ་ནས་ཅིག་རང་དབང་རྩོད་ལེན་བྱེད་ཡ་དང་ང་ཚོའི་རང་དབང་རྩོད་ལེན་བྱེད་ཡ་གཉིས་པོ་ཁྱོན་ནས་འདྲ་གི་ཡོད་མ་རེད། ང་ཚོས་རང་དབང་བརྩོན་ལེན་བྱེད་བསྡད་ཟེར་ཡ་དེ། སངས་རྒྱས་ཀྱི་བསྟན་པ་དང་འབྲེལ་བའི་རང་དབང་ཅིག་ཡིན་པ་རེད། དེ་འབྲེལ་གྱི་སངས་རྒྱས་ཀྱི་བསྟན་པ་དང་འབྲེལ་བའི་རིག་གཞུང་དེ་ང་རང་ཚོ་བོད་མི་སྤྱི་བོ་བོ་དེ་དག་མ་ཡིན་པའི་རེ་ད་ཅིག་ས་ཨེ་ཤ་ཡའི་ས་ཁུལ་དེ་བརྒྱུད་ལ་ཡ་ཁྱབ་ཆེན་པོ་ཡོད་ནས་ཡང་བྱས་ཀྱི་ཡོད་རེད་དེ་ཙམ་དུ་མ་ཟད་པའི་འཛམ་བུ་གྱི་སྟེང་གང་ལ་ཡང་བོད་ཀྱི་རིག་གཞུང་དང་འབྲེལ་བའི་ཅིག་དང། གང་དག་ཅིག་གི་བསམ་བློའི་ལྟ་བ་ཟེར་ནས་མི་འདུག་ཅིག་གི་བསམ་བློའི་ལྟ་ཡར་རྒྱས་ཀྱི་ལྟ་ཚུལ་རུ་དེའི་ཐོག་ལ་ཡ་འཛམ་བུ་ནི་འདི་གང་ལས་གང་ན་ཇི་འགར་ག་ལ་གང་འཚམ་ཨང་དན་ཡོང་གི་ཡོད་ར་ལ་མ་འོངས་པ་ལ་ཡིན་ན་ད་དུང་ཡོང་མདོག་ཁ་བོ་རེད་ས་དེ་རིགས་ཡིན་པ་ཡིན་དུས་ཚར་ནས་ང་རང་ཚོས་རེ་དང་ཅིག་རང་དབང་རྩོད་ལེན་བྱེད་ཡག་གི་དོན་དག་དེ་རེ་དང་ཅིག་ཆོས་ཀྱི་ཐོག་ནས་བཤད་པ་ཡིན་ན་ར་ཧ་ལམ་པའི་འགྲོ་བ་ལྷ་དང་བཅས་པའི་པའི་སེམས་ཅན་ཐམས་ཅད་ཀྱི། དེ་ཡིག་གི་དོན་རྩ་དང་འབྲེལ་རེད་ཅེས་རེད་བཤད་ནས་ཧ་ལམ་ལབ་ཐུག་ཡག་པོ་ཅིག་ཆགས་ཀྱི་ཡོད་རེད། ད་འདིར་ཨ་ཏི་ཡང་ཅིག་ཧ་བ་ཚ་དྲགས་པ་ཡིན་འདུག་གཅིག་བྱས་ན། ད་གང་ལྟར་དངོས་ཡོད་གནས་ཚུལ་ལ་ཐོག་མཐའ་ཡག་གི་གནས་ཚུལ་གོ་རེ་ལྷག་ནས་བཤད་པ་ཡིན་ན་ཡང་གང་དག་ཅིག་འཛམ་བུ་ནི་དེའི་སྒང་གི་མི་མང་པོ་ཅིག་གི་རེ་དང་ཅིག་གི་གང་དག་ཅིག་གི་མི་ཚེ་ཅིག་གི་སེམས་ཀྱི་བདེ་སྐྱིད་དང་འབྲེལ་ཅིག་གི་དོན་དག་རྩ་དོན་གྱི་སྒང་ལ་ལེགས་ཀྱི་ཡོད་རེད། དེ་ཡི་ཐག་ནས། གཅིག་བྱས་ན་འཛམ་བུ་གླིང་དེ་ག་ལ་ཡ། གོ་མཚོན་ཉུང་རུ་གཏོང་ཡག་པའི་མཚོན་དེ། གཅིག་འཛམ་བུ་གླིང་དེ་ག་ལ་ཡ། ཨ་མདའ། རི་དྭགས་ཅིག། རི་དྭགས་ཅིག། མི་མི་མང་པོ་ཅིག་གི་བསམ་བློའི་ནང་ལ། བྱམས་བརྩེ་ཟེར་དེ་ཡ་དེ་རིན་ཐང་མེད་པའི། ད་ཅག་ལ་བསམ་བྱས། བྱམས་བརྩེ་ཟེར་དེ་ཡ་དེ། སོ་སོ་དངོས་གནས་དྲ་ནས་སྐྱེས་པའི་ཉིན་མོ་དེ་ནས་བྱམས་བརྩེ་འཚོ་བའི་འཚོ་བསྡད་ཡོད་རེད་དེ། ཡིན་ནའི་སོ་སོའི་ཅིག་བསམ་བློའི་ནང་ལ་ཡ། བྱམས་བརྩེ་ཟེར་དེ་ཡ་དེ། ཅིག་རྒྱབ་ལྗོངས་ནས་བྱས་ཡག་བཟོ་རུ་ད་ཅིག་ཕན་ཐོགས་མེད་དེ་བ་རུ་ཅིག་ནུས་པ་མེད་དེ་བ་རུ་ཅིག་ལས་མི་མང་པོ་ཅིག་མཐོང་བསྡད་ཀྱི་འདུག་ཨ། ས་དེ་དངོས་ནས་བྱས་ན་དང་ཅིག་བསམ་བློ་ཧུད་རྒྱུག་གི་བསམ་བློ་རེད་གཡམ་རྒྱུག་གི་བསམ་བློ་རེད་ཡང་ན་བུག་བུག་སྟེ་གནས་ཚུལ་མ་རིག་པའི་ད་གནས་ཚུལ་ཅིག་ད་ད་ནས་ཡོང་གི་ཡོད་པ་ད་གསལ་བོ་འདུག་ས་དེ་རེད་ཡིན་པ་ཡིན་དུས་ས་ནས་ང་ཚོ་ཆེ་ས་ནས་བཤད་པ་ཡིན་ན་དངོས་ནས་དང་ནས་གི་ཅིག་འཛམ་བུ་འདི་འདི་གང་ལ་ཡ་འཛམ་བུ་འདི་དངོས་ནས་དོན་དམ་པའི་དང་ཅིག་ཞི་བདེ་ཅིག་ད་ཅིག་དོན་དམ་པའི་ཞིག་མིའི་སྤྱི་ཚོགས་ཡར་རྒྱས་ཡོད་ཡག་ལ་ཡང་བྱམས་བརྩེ་ཟེར་ཏེ་ཨ་དེ་དཔེ་མ་སྲིད་པའི་གལ་ཆེན་པོ་ཞིག་ཡིན་པ་རེད་དེ་འདྲའི་གི་བྱམས་བརྩེའི་ཚོར་བ་དེ་དག་ཅིག་མིས་མི་ལ་ཡག་ཅིག་ངོ་སྤྲོད་བྱེད་ཐུ་ཡག་ཅིག་དང་ངོ་སྤྲོད་བྱས་པའི་འོག་ནས་མིའི་སྤྱི་ཚོགས་ནང་ལོགས་ལ་བྱམས་བརྩེ་ཟེར་ཏེ་ཨ་དེ་གི་རིན་ཐང་སླེབས་ཐུ་ཡག་ཅིག་ལ་ང་ཚོ་བོད་པས་ག་ལ་གང་འཚམ་བྱེད་ཐུ་ཡག་ཅིག་ཏན་ཏན་ཡོད་པ་རེད། ས་དེ་འདྲས་ཡིན་པ་ཡིན་དུས་ཚང་ནས་གནས་ཚུལ་མང་པོའི་བྱང་དུ་བསམ་བཏང་ཡོང་དུས་བོད་སྤྱི་པའི་དོན་དག་ཟེར་དེ་ཡ་དེ། ང་ཚོ་མི་ས་ཡ་དྲུག་གཅིག་གི་དོན་དག་ཆུང་ཆུང་ཅིག་མེད་འདས་ནས་དོན་དག་ཆེན་པོ་ཞིག་ལ་འབྲེལ་བ་ཡོད་སྡད་པ་ཆགས་ནས་ཡོད་པ་ཡིན་དུས་དེ་གི་དེ་གི་གནས་ཚུལ་དེ་ང་ཚོ་བསམ་བློའི་ནང་ལ་ཡ་ཆུ་རེ་ཐག་ནས་བསམ་བློའི་ནང་ལ་ཤ་རེ་ཐག་ནས་སྔ་ནས་ད་སོ་སོ་རེ་ད་ཅིག་མི་ཚེ་ཞིག་ལ་ཡ་ལུས་གཅིག་སྐྱེ་བ་གཅིག་མ་གཏོགས་ཡོང་མ་རེད་ད་སྐྱེ་བ་གཅིག་པུ་དེ་འདོད་ནས་རེད་མ་འདོད་ནས་རེད་མི་ལུས་གཅིག་བླངས་ཚར་རེད་ཚེ་གཅིག་བླངས་ཚར་རེད་ད་ཚེ་བླངས་པ་དེ།

དེ་འདྲ་ཡིན་པ་ཡིན་དུས་མི་ཞིག་སྙིང་པོ་ཟེར་ཏེ་ཡག་སྟེ། དངོས་གནས་རང། ཅིག་གསོན་པ་གསོན་པའི་རིང་དེ་ལ་ཡག། ཅིག་སོ་སོ་ཡིན་ནས་ཆུ་ཚོད་བཞི་རྩ་བཞི་རིང་ལ་ཡག་ཅིག་སེམས་བག་ཕེབས་བོ་རུ་ཅིག་སྡོད་རྒྱུ་ཡོད་དེ་བ་ཅིག། ཕ་སི་ཐེ་བའི་ཁ་ཆགས་སུ་སྣ་རལ་སོ་བྱས་ནས་དཔེ་ཟ་དྲག་གི་གནས་ཚུལ་དུ་ཞིག་ཨམ་ཅོག་ཁྲི་ལ་སྐྱེལ་ཁ་ཡོད་དུས་ད་ག་ཟེ་ཡིན་འགྲོ་ད་ག་ཟེ་ཡིན་འགྲོ་བསམ་པ་ཅིག་སེམས་ནང་ལོག་ལ་ཡག་ཞི་བདེ་བག་ཕེབས་བྱས་ནས་སྡོད་ཡག་བྱས་པ་ཡིན་ན་སོ་སོ་ཡིན་ནས་སྐྱིད་པོ་འདུག། སོ་སོ་སྐྱེ་བའི་ཞག་ལ་ཡང་སོ་སོ་རང། རང་ཉིད་གང་དུ་གནས་སའི་ཁོར་ཡུག་དེ་ནང་ལ་ཡུན་ནན་སྔོན་ནས་ཅིག་རང་ཅིག་རང་བཞིན་གྱིས་མདོར་ན་བའི་སྲོག་ཆགས་ཆེ་སྲོག་ཆགས་དང་ཅིག་ཆ་བྱེའུ་ཚུན་ཆད་ལོ་པོ་གང་དང་བག་ཕེབས་པ་ཞིག་ཡོང་ཐུ་ཡང་ཅིག་ཏན་ཏན་འདུག་བ་ས་དེ་འདྲས་ཡིན་པ་ཡིན་དུས་ཚར་ནས་འགའ་རང་ཚོས་གསོན་པའི་མི་ཚེ་དེ་ལ་ཡང་ཅིག་གཤིས་ཀ་ལྷ་མོ་དེ་ལ་སྡུག་ས་ཕྱི་བལྟས་ཤིག་བློ་ཡོང་དུས། ངའི་མི་ཚེ་འདི་མི་ཚེ་བཟང་པོ་ཞིག་སྐྱེལ་རྒྱུ་ཡིན་བསམ་པ་བྱུང་ན་ཤི་བའི་ཉིན་མོ་དེ་བློ་བདེ་ཤོས་ཡོང་གི་རེད། ཤེས་པའི་ཉིན་མོ་དེ་ལ་ཡང་འཆི་ལྟས་ཤིག་བློ་དེ། ད་ངས་མི་ཟིག་དེ་རྦད་དེ་གཡོ་སྒྱུ་ཁྲམ་པ་ལ་སྐྱེལ་བྱས་ད་དངུལ་བསགས་པ་ཡིན་ཏེ་ད་དངུལ་གྱིས་ནི་ཕན་ཐོགས་མི་འདུག་ད་གཡོ་སྒྱུ་ཁྲམ་པ་དེ་འདྲ་ཞིག་བྱས་བྱས་ད་ངས་མི་ཟིག་སྐྱེལ་བས་དེ་ད་ཇབ་ཁྱོད་ལ་བྱུང་བ་བསམ་པ་ཞིག་དགེ་བའི་ངང་ལ་ཤི་རྒྱུ་ཡིན་པ་རྒྱ་ཆ་རྒྱ་དྲགས་པ་ཐག་ཆོད་པ་རེད། སྐྱེལ་བ་ངེད་ཀྱིས་ཁས་བླངས་ནས་མ་བླངས་ནས།

ད་ལྟ་ཡང་འདི་བཤད་མ་ཐག་པ་མི་ཞིག་གིས་བོད་རང་དབང་ཟེར་ནས་སྔོན་ལ་ད་ནས་ཀྱི་མིའི་རི་དྭགས་ཅིག་ཡེ་རུབ་སྤྱོད་བཟང་གི་རི་དྭགས་ཅིག་ད་བསམ་བློའི་གནས་ཚུལ་དང་འབྲེལ་བ་ཆེན་པོ་ཡོད་ལྟ་ངེས་ཀྱི་མི་རིགས་རང་དབང་གི་བརྩོན་ལེན་ཅིག་ཡིན་པ་རེད་འཐབ་རྩོད་ཅིག་ཡིན་པ་རེད་ཟེར་ད་འདི་ངོ་ནས་རང་གི་ངོས་ནས་ཆ་ཤས་པ་ཡིན་ན་ཡང་དེ་འདྲའི་གི་རང་དབང་གི་ལུང་པ་རི་དྭགས་ཅིག་སྔོན་ལ་ད་ནས་ཀྱི་ད་བྱམས་བརྩེའི་འཚོ་བས་ཁྱབ་བསྡད་པའི་ང་ཚོའི་ད་རང་དབང་གི་ལུང་པ་ཅིག་བྱུང་ན་སོ་སོ་ལ་ཡིན་ནའི་དེ་སྐྱིད་པོ་ཡོང་དགོས་པ། འཛམ་བུ་གླིང་འདི་གང་ཡིན་ནས་ང་ཚོས་ཕན་ཐོགས་ཤིག་སྒྲུབ་ཐུབ་དགོས་པ་ཚེ་འདི་འདྲ་ཡིན་པ་ཡིན་དུས་ཚར་ནས་ང་ཚོས་དམིགས་ཡུལ་འདི་འདྲ་ཞིག་བཟུང་ནས་ང་ཚོའི་བསྒྲུབ་བྱ་བསྒྲུབ་བྱ་འདི་ཡིན་ད་བསམ་པའི་བསམ་བློའི་ཐོག་ནས་སོ་སོའི་འཕྲལ་སེལ་གྱི་ཁེ་དང་གྲགས་པའི་དོན་དག་ཅིག་རི་ཐང་ཅིག་ཉེ་དགའ་ཕྱོགས་ལྷུང་གི་དཔེ་ན་ཅིག་མཐའ་གཅིག་ཏུ་བའི་རྒྱ་མིའི་མ་ག་བྱས་ནས་རྒྱ་མི་ལ་བསྟོད་བསྔགས་ཅིག་བྱུང་ན་རྒྱ་མའི་སྡུག་བའི་མེ་ལ་དོན་དག་ལ་ང་ཚོས་རང་དབང་སྒྲུབ་དགོས་བསམ་པའི་བསམ་བློ་ཁེ་རེ་ཡིན་ནས་སྐྱིད་པོ་ཁེ་ཡོད་མ་རེད་ཡང་ན་ཕྲག་དོག་ཡང་ན་འགྲན་སེམས་ཀུན་ནས་ལངས་རེད་སྐྱིད་པོ་ཁེ་ཡོད་མ་རེད། བདེ་སྐྱིད་རྐྱེན་མི་ལས་དགོས་ཀྱི་རེད་དེ་བདེ་སྐྱིད་ང་ཚོ་ལས་དགོས་ཀྱི་རེད་ང་ཚོའི་བདེ་སྐྱིད་ཀྱི་རང་དབང་ལྡན་པའི་བདེ་སྐྱིད་ཅིག་བྱུང་ན་ང་ཚོ་ལ་ལྷག་པ་ཟེར་མདོག་མ་བྱས་པའི་རྐྱེན་མི་ལས་ཕན་གྱི་རེད་བསམ་པའི་དང་ང་ཚོ་དངོས་ཡོད་ཀྱི་བསམ་ཚུལ་དེ་འདྲི་དང་དང་ཅིག་འདི་དངོས་ཡོད་གནས་ཚུལ་ཆགས་དགོས་པ། གཞན་དག་ཕ་བཞག་ང་ཚོ་ད་ལྟའི་གནས་སྐབས་ཆ་བཞག་ན་རྒྱ་མི་ང་ཚོ་སྡུག་པོ་བཏང་ངན་དེ་ཡིན་པ་རེད་བོད་དབང་བསྒྱུར་ངན་དེ་ཡིན་པ་རེད་ང་ཚོ་རྒྱ་མི་ཐུབ་ཚོད་ཟེར་ངན་རེད་རེད་དེ་ཡིན་ནའི། ད་དངོས་ཡོད་ཀྱི་གནས་ཚུལ་དེའི་འོག་ནས་རྒྱ་མི་རྒྱལ་ཁ་ཐོབ་བསྡད་ཡོད་རེད། བོད་པའི་སྒང་ལ་ཐུབ་ཚོད་ཁོ་རང་ཚོ་འདོད་པ་གང་ཡོད་བཏང་རྒྱུ་བྱུང་བ་རེད་ད་ཆ་རྒྱ་མིའི་སེམས་ལ་ཞི་བདེ་མང་བ་ཅིག་དང་ང་ཚོའི་སེམས་ཀྱི་ཞི་བདེ་བརླག་དགོས་ཡ་རེད་དེ་དེ་འདྲ་རང་མི་འདུག་བ། དངོས་གནས་དྲ་གནས་ཀྱི་རྒྱ་མི་ཆེ་ཕྲ་ཆུང་གསུམ་མང་ཆེ་ཕལ་མོ་ཆེ་ཞིག་ལ་ང་ཚོ་བསྡུར་བ་ཡིན་ན་ང་ཚོ་བོད་པའི་སེམས་ཀྱི་ཞི་བདེ་མང་ཡོད་རེད་མ་གཏོགས་ང་ཚོ་བཙན་དབང་མྱངས་མྱངས་ཀྱི་མིའི་སེམས་ལ་ཞི་བདེ་མང་ཡོད་རེད་མ་གཏོགས་བཙན་དབང་འདོད་པ་གང་ཡོད་གཏོང་མཁན་གྱི་མིའི་བསམ་བློའི་ནང་ལ་ཞི་བདེ་ཕལ་ཆེར་མང་ཡོད་མ་རེད།

སུ་གཅིག་ལ་ཡང་གནོད་པ་སྐྱེད་བསམ་པའི་བསམ་བློ་མེད་དེ་ཀུན་ལ་ཕན་སེམས་ཀྱི་བསམ་པས་ཀུན་ནས་བསླངས་ཏེ། ཨཱནི། རེ་དང་དེ་འདྲས་ཆིག་གི་བསམ་པས་ཀུན་ནས་བསླངས་ཏེ་ང་རེ་ད་ག་ཚོགས་རེ་ཀུན་ལུང་དེ་འདྲས་ཆིག་གི་ཟིན་པ་ཞིག་བྱུང་བ་ཡིན་ན་དེ་ལ་ཡང་ལྷག་བསམ་ཟེར་གི་ཡོད་རེད་ལྷག་བསམ་གྱི་རྒྱབ་འཁྱོག་བ་དེ་ཟེར་གི་ཡོད་རེད་གཞན་ཕུ་ལུས་གཅིག་པོ་སྐད་ཆ་མ་རེད། ས་དེ་འདྲས་ཡིན་པ་ཡིན་དུས། ང་རང་ཚོ་བོད་པའི་སྤྱི་ཚོགས་ཀྱི་གནས་སྟངས་དང་གཅིག་ད་ད་ལྟ་འདས་པའི་ང་ཚོ་ལོ་རྒྱུས་ནང་ཡིན་ནི་རེད་ད་ལྟའི་གནས་སྐབས་ལས་སྡུག་བསམ་བཏང་པ་ཡིན་ན་ང་ཚོ་དངོས་གནས་རང་ང་རང་ཚོ་ཞིག་དཀའ་ལས་རྒྱག་ཡག་ཏེ་རྒྱབ་རིང་ཕྱོགས་པ་ཅིག་དང་དཀའ་ལས་རྒྱབ་པའི་འབྲས་བུ་དེ་ང་ཚོ་རྒྱ་ཆེན་པོ་ཞིག་ཐག་ལ་ཡང་ལོངས་སྤྱད་ཡག་ཡོད་འདོད་པ་དང་སྨིན་རྒྱུ་ཡོད་འདོད་པ་ཅིག་ཕལ་ཆེར་ང་ཚོ་ཚོད་དཔག་ག་ལ་གང་འཚམ་བྱེད་ཐུབ་ཡག་ཞིག་འདུག་ག་ད་ནི་ང་ཚོ་ཚང་མ་ལ་བློ་ལ་ཡ་ཅིག་ངེས་དགོས་བློ་ལ་ཤ་དགོས།

ངས་གཅིག་ད་ཕོག་གི་བྱེད་འབྲེལ་གྱི་ལས་ཀ་ཆིག་ཡོད་བསམ་པའི་བཟོ་རོ། གཅིག་ད་ང་རལ་འཕྲལ་སེལ་གྱི་ཅིག་ད་དོན་དག་ཅིག་ཡིན་བསམ་པའི་ང་རལ་ཅིག་མིང་ཡོང་ཡག་རེད་ད་ཅིག་ང་རལ་ཅིག་ད་ཅིག་ལྟོ་གོས་ཡོང་ཡག་རེད་ཟེར་ད་ཡིན་བསམ་པའི་ཐོག་ནས་ལས་ཀ་བྱས་པ་ཡིན་ན། ཨེ་ནི་གཅིག་བྱས་ན་ཨ་མདའ་ལས་ཀ་བྱས་ཡག་དེ་ལས་ལྷག་ཟིག་ཕོད་ཟེར་དངུལ་བཟོ་ས་རེ་རག་པ་ཡིན་ན་ནང་ཚང་དེ་མ་ཐག་ལ་ཆོམ་རྒྱག་རྒྱག་ཆོམ་ཞིག་བསྐྱལ་གི་རེད། ཁོ་དངུལ་དུ་ཐང་ལས་ཀ་བྱེད་ཀྱི་ཡོག་རེད་མ་གཏོགས་ཁོ་ལྷག་བསམ་དུ་ཐང་ནས་ལས་ཀ་བྱེད་ཀྱི་མེད་པ་ཡིན་དུས་ས་ནས་འདོན་ལམ་འདི་ལས་དྲག་ཅིག་དངུལ་འདི་ལས་མང་ཅིག་བཟོ་སྲོལ་བྱུང་པ་ཡིན་ན་ནང་བཟང་པའི་ཞུགས་ཀྱེར་ཀྱེར་ཀྱེར་ཀྱེར་ལས་འགྲོ་བདེ་བ་ཅིག་པའི་ཆེད་རེད་འདུག་བ། རེད་བ། ད་ཡང་ཅིག་པའི་ཐོབ་ཁོག་ས་རུ་ཅིག་གི་དོན་དག་དང་ཅིག་གི་གང་དག་ག་ཟུག་རེད་ཕི་གེ། ད་ཕོག་རེད་ཟེར་བ་རེད་ད་དེའི་ངང་ད་ལས་ཀ་མ་བྱེད་ན་འགྲིག་མར་བསམ་པར་བརྗོད་པ་ཡིན་ན་ཨེ་ནི་ཞོག་ཁའི་ལས་ཁུངས་ཚུགས་དུས་ཡ་ཕྱི་ཟི་ཞིག་དང་རྐང་མ་ལྔ་ལས་མ་བྱུང་ནས་ཕྱི་ཟི་ཞིག་ང་ཚོ་འཛམ་གྱི་དགུ་དུས་གཉིས་ཞག་བུ་དུས་ས་ནས་ཆུ་ཚོད་ཁྲིར་སྐད་བརྒྱབ་ནས་ཏག་ཅིག་ཉལ་གྱི་འདུག་བ།

གཅིག་མོ་ཟ་ཁྲི་ཤུང་སྐྱེ་སོར་ཁེ་མེད་པ་ཡིན་དུ་བཙལ་ནས་ག་ལེ་ག་ལེ་ལ་ཡང་སྐར་མ་གཅིག་གཉིས་ཏེ་སྐར་མ་ལྔ་དྲུག་ལོ་སྐར་མ་བཅུ་གྲངས་རོ་དཔེར་ན་ག་ཟུར་ནས་ཤུར་ཤུར་བྱས་ག་ཟེར་རོ་ག་ཟུར་ནས་ཤུར་ཤུར་བྱས་ཟེར་དུ་བྱས་ཉེན་ཁ་འདུག་ག། ཤེས་སོང་ང་ཁོ་ནའི་བསམ་བློའི་ནང་ལ་ཡང་ཕི་ཀའི་ད་ཕོ་བ་ཞིག་ཟེར་བ་ཡིན་ཙང་ལྟ་ཞིག་ལས་ཀ་ལས་ཁུངས་ཅིག་འགྲོ་ན་འགྲོ་གོ་རེད་བསམ་པ་རེ་ཞིག་མ་གཏོགས་སེམས་ཀྱི་གཏིང་ནས་གུ་ཁྱོ་དེ་ཡང་ལྷག་བསམ་དེ་རྒྱབ་མ་ཆོག་པ་རེད།

ལྷག་བསམ་གྱི་ཐོག་ནས་དངོས་གནས་དྲང་གནས་ཀྱི་ཏང་གི་ངས་ལས་ཀ་དེ་བས་ཧུར་ཐག་བྱེད་བསམ་པ་གྲུབ་འབྲས་ཐོན་པ་ཞིག་བྱེད་བསམ་པའི་བསམ་བློ་བཞེས་པ་ཡིན་ན། ལས་ཁུངས་ནང་ལ་དད་པའི་གནས་སྐབས་ཚོགས་རུ་མ་ཟད་པའི་ལས་ཁུངས་ནང་གྲོལ་ནས་སོ་སོ་ཞིག་དགའ་ཉེ་བློ་ཁང་གི་ཐུགས་ནས་ཡོད་པའི་ཁ་ཐུག་ལ་ཡིན་ནའི་ཞིག་གང་དགའ་ཅི་ལེགས་ཀྱི་གོ་བསྡུར་བྱེད་ཡག་ཅིག་ཡིན་དགོས་རེད་པ། སོ་སོས་ལས་ཀ་བྱེད་ཡག་དེ་སོ་སོའི་མི་ཚེའི་དཔལ་དེ་དགའ་ཚོགས་རེ་ལྟ་ཅིག་རེ་བཏང་ཅིག་སོ་སོའི་མི་ཚེའི་སྙིང་བོ་བླངས་ཡག་ཅིག་ཡིན་བསམ་པ་ཞིག་ཡོང་པའི་ཁ་ཐུག་ལ། ཆུད་ཟོས་སྒྲིག་ཆས་ཀྱི་ཆུད་ཟོས་རྒྱལ་ཆ་ཡི་སྐད་ཆ་མ་རེད་པ། ས་དེ་འདྲ་ཡིན་དུས་ལས་ཁུངས་ནང་ཡོད་ནའི་རེད་ལས་ཁུངས་ཕྱི་ལ་མ་ཡོད་པ་ཡིན་ནའི་རེད་སྐར་མདའ་གང་དང་ཅི་ཡིན་ཟེར་གྱི་བཤད་བསྡད་ཡ་བྱེད་ཀྱི་ཁོ་རང་ཤུགས་ཀྱི་དོ་སྣང་ལས་དེ་ཨ་ཅེ་ཡོང་འདུག་ཨ། འཕྲལ་གྱི་འདུ་ཤེས་མ་གཏོགས་མེད་ངན་བྱེད་པ་ཡིན་ན་ཨོ་ད་ཆུད་ཟོས་བརྒྱད་ཡིན་ན་ཆུད་ཟོས་དྲུག་ཡིན་ན་ག་ཆུད་ཟོས་བདུན་བརྒྱད་ཅིག་གིས་ལས་ཀ་བྱེད་པའི་དུས་ཚོད་ཀྱི་ཡོད་རེད་ད་གའ་ཨོ་ད། བསམ་བློ་དེ་དག་གིས་ཡང་དགྲ་ལས་ཁུངས་ནང་བསྡད་པའི་རིང་དེ་ཧ་ལམ་ཅིག་འཕྲལ་གྱི་སོར་བཞི་དང་ཅིག་དེ་དག་ཅིག། ཁྲིམས་ཀྱི་སྲོལ་ཞིག་ལ་མཐོང་ལྡན་མཁན་གྱི་མི་དེས་ལས་ཁུངས་མང་གྲོལ་བ་དང་བསམ་བློའི་གཟུ་བོའི་སྡེ་ག་ལ་མ་བཏང་ཞིག་ཅིག་བསྡད་དེ་ཡ་ཅིག་ཡོང་གུར་བ། ཟེར་མཁན་དེ་བ་ཡང་ཁ་ཡོད་དེ་འདྲའི་བཤད་ཉན་བྱུང། སྔ་མོ་ཡིན་ན་དེ་གངས་ཅན་སྐྱིད་གཤོངས་ནང་ལ་ཡ་ཅིག་གིས་ད་ལས་བྱེད་གཞན་པ་རུ་དེ་འདྲས་འདུག་ཚོགས་འདེ་དུས་ཙམ་ནས་ད་ཅིག་བོད་གཞུང་གི་ཅིག་བྱེད་སྟངས་མ་འདྲེས་པ་རུ་དེ་འདྲས་ཅིག་ད་ག་ནས་ཞིག་གིས་ཅིག་ལས་ཁུངས་སོ་སོའི་ནང་ལོགས་ལ་ཅིག་ད་ང་ཚོ་ཡར་རྒྱ་བཏང་རུ་གར་འགྲོ་བ་ཞིག་མ་འདྲེས་པ་གར་འགྲོ་བ་ཞིག་ནས་སྐབས་རེ་སྐྱོན་འདོན་འདྲ་རེ་བྱས་སྐབས་རེ་ཅིག་ང་ཚོ་ཅིག་ཡ་ཅིག་ག་སོགས་རེད་བོད་སྐད། ཅིག་ཐབས་ཤེས་གསར་བ་རུ་ག་རེ་ཡོད་མེད་ཅིག་གོ་གོ་ལྡུག་ལྡུག་བྱས་ཡག་མི་འདུག་ཡོང་གི་ཡོད། དེ་རིང་སྐད་གསར་གངས་ཅན་སྐྱིད་གཤོངས་ཀྱི་ལས་བྱེད་པའི་ནང་ལོགས་ལ་ཡ། ཅིག། ཅིག་ཕོག་སྐོར་དང་ཅིག་ག་སོགས་རེད་བོད་སྐད་ཐོབ་ཐང་སྐོར་རུ་དེ་འདྲས་ཅིག་དེ་འདྲས་སྐོར་མ་གཏོགས་ཅང་ནེ་ཅིག་ཚོང་དགོས་སྐོར་རུ་དེ་འདྲས་མ་གཏོགས་དེ་འདྲས་ཀྱི་ཅིག་ང་ཚོས་བོད་རང་བོད་རང་དབང་གི་གནས་ཚུལ་དང་འབྲེལ་བའི་ཅིག་འདི་འདྲའི་གི་པའི་སྐད་ཆ་རེ་དང་ཅིག་གླེང་རེ་གཏམ་རེ་རེ་བྱེད་མཁན་དོགས་སོ་ཉུང་ཉུང་རེ་བཞག་ཟེར་འདི་བཤད་མཁན་དེ་འདྲ་ཅི་ཡོང་མྱོང་དེ་འདྲ་ཡོང་སྟེ། ཏག་ཏག་ཡིན་མིན་དེ་སྨྲས་ཤིང་དེ་རེ་དང་པའི་ངས་གོ་བདེ་བ་དེ་བདེན་པ་བདེན་རྐྱང་ཡིན་མིན་དེ་སྨྲས་ཤིང་དེ་ག་འདྲ་དེ་འདྲའི་གནས་ཚུལ་ཅིག་གོ་བདེ་གི། གསང་བ་དེ་འདྲ་ཡོང་སྟེ་ཡ་དེ་ཁོ་ཁ་ཧ་མི་འདུག་ག། ཁོ་ཅིག་རྩ་བའི་ལྷག་བསམ་དུ་རྒྱབ་མ་ཁྱོག་གི་ཁ་ཐུག་ལ་ཡ་ཨེ། ཁོ་ལས་སྒོར་ཡོང་ཡང་སྒོར་མེད་པ་ཆགས་བསྡད་གི་ཡོད་རེད། ས་དེ་འདྲ་ཡིན་པ་ཡིན་དུས་ཚར་ནས་ད་དངོས་གནས་རང།

ལ་ཡང་ལྷག་བསམ་དུ་ཀུན་ནས་བསླངས་ཏེ་ཁོས་ལྟ་ཅིག་དགེ་འདུན་དང་ཅིག་དགེ་སྐྱོན་ཡོ་བསྲང་རོགས་ཞེས་བྱས་པ་ཡིན་ནས། མི་དེའི་བསམ་བློའི་ནང་ལ་ཕལ་ཆེར་རྣོ་འོག་སོར་དེ་ཕལ་ཆེར་ཡོད་མ་རེད། དེ་མེད་པ་ཡིན་དུས་ཙང་ནས་ཁོ་ག་རེ་ཡིན་ནའི་ཅིག་གྲོས་བསྡུར་ཞེས་བྱས་པ་ཡིན་ནས་ཁོ་ལྷུག་པོར་བྱེད་ཕོད་ཡ་ཅིག་དང་ཅིག་བྱས་པའི་མཐའ་མ་རོ་དེ་ལས་ཕ་ཕྱོགས་ནས་ལྷག་བསམ་གྱི་ཉན། སུ་ཕྱོགས་ནས་ལྷག་བསམ་གྱི་བཤད་པ་ཡིན་ན་དང་ཅིག་ཕན་ཚུན་གཅིག་གཅིག་གི་པས་དང་ཅིག་དགེ་སྐྱོན་ཡོ་བསྲང་རོགས་ཞེས་རེ་བྱས་པ་ཡིན་ནས་ཕལ་ཆེར་ན་རྒྱུ་ཚ་རྒྱུ་གང་གི་འབྲུག་མ་རེད་བསམ་ཁྲིད་ཀྱི།

ཨེ་ནི་ཕན་ཚུན་གཅིག་གིས་གཅིག་ལ་ཡ། བདག་ཅེས་འཁོན་འཛིན་ཞུགས་དེ་ཡ་སོགས་དེ་འདྲའི་ཁོ་ཡོང་གི་འདུག་ག་ཚད་དེ་འདྲ་ཡིན་པ་ཡིན་དུས་ཏན་ཏན་ང་ཚོ་རྩ་བའི་ལྷག་བསམ་སེལ་ཐད་དེ་ཞིབ་གལ་ཆེན་པོ་རེད་ཞུ། ང་ཚོ་ཆོས་ཀྱི་ཐོག་ནས་བལྟས་ན་ཐེག་པ་ཆེན་པོའི་ཆོས་ནང་ལ་ལས་བྱང་ཆུབ་སེམས་གསུང་གི་ཡོད་རེད་དེ་ག་ལྟར་ལྷག་བསམ་གྱི་གལ་ཆེ་ཆ་དེ་ཡ་རེད། བདག་ཅེས་བྱང་ཆུབ་སེམས་པས་བདག་ཅེས་ཟེར་བ་དང་རྒྱ་ཆེ་བའི་ལམ་མང་པོ་ཞིག་ལ་བསླབ་ཡ་དེ་ཡིན་དེ་གས་བདག་ཞུམ་པ་མེད་པའི་སྙིང་སྟོབས་དང་པན་གཅིག་ཕེར་གའི་སྙིང་སྟོབས་པད་ག་སོགས་ལ་ཕུལ་གྱི། འགྱུར་དུ་མེད་པ་བྱོན་ཡག་དེ་རྩ་བ་བྱང་ཆུབ་སེམས་སེ་དེ་ལ་ཡང་ཐུག་གི་ཡོད་རེད་ད། དེ་དེ་ནང་བཞིན་བྱས་ནས་ང་རང་ཚོ་དེ་སྤྱི་པའི་རིན་ཐང་གི་ལས་ཀ་བྱེད་མཁན་གཙོས་ཡས་ང་ཚོས་ཞིག་ལས་ཀ་བྱེད་ཡག་དེ་གི་དམིགས་ཡུལ་ག་རེ་ཡིན་པ་དང་དེའི་འཕྲལ་ཕུགས་དགོས་པ་རྒྱུ་མཚན་ག་རེ་ཡོད་པ་དེ་དེ་སེམས་ལ་ཡང་ངེས་པའི་ཐག་ནས། བསམ་པ་དེས་ཀུན་ནས་བསླངས་ཏེ་ལས་དོན་ལ་ཞུགས་པ་ཡིན་ན་ཨེ་ནི་དངོས་གནས་དྲང་གནས་ཀྱི་རེ་ཐག་ཅིག་དཀའ་ངལ་ག་ཚོད་བྱུང་ན་ཡང་ཇི་ཙམ་གྱི་དཀའ་ངལ་བྱུང་བའི་ཚོད་ཀྱིས་སོ་སོའི་སེམས་ཀྱི་ན་ལོག་ལས་དེ་མེད་དངོས་གནས་དྲང་གནས་ངས་དེ་པས་གདོང་ལེན་བྱས་བསམ་པའི་ཨེ་ནི་ཀོ་སེམས་ཤུགས་དང་སྙིང་སྟོབས་ཀྱིས་གླིང་གེར་བ་དེ་གས་ཤམ་བཞག་རེ་བཞག་བསམ་དྲན་ཡོང་གི་ཡོད་ཨེ་ནི། གཉིས་ནས་རེ་དང། ཅེས་ཨ་ད་དགེ་ལེགས་པ་ན་ཞིག་ང་ཚོ་བོད་སྤྱི་པའི་དོན་དག་རྒྱ་ཆེ་པོ་རེ་དང། ཅིག་སེམས་ཅན་མང་པོ་ཅིག་གི་ཁེ་ཕན་དང་འབྲེལ་བའི་གནས་ཚུལ་ཙམ་དུ་མ་ཟད་པས་ང་ཚོ་ཅིག་འདས་པའི་ལོ་གསུམ་སོ་བཞིའི་རིང་གི་གནས་ཚུལ་དུ་བལྟས་པ་ཡིན་ནའི་ང་ཚོ་སྤོབས་པ་སྐྱེ་ཡག་གི་རྒྱུ་མཚན་ཏན་ཏན་ང་ཚོ་མང་པོ་ཅིག་ཆགས་བསྡད་ཡོད་རེད། དཔེར་ན་རིམ་པ་དང་པོ་དེ། བཙན་བྱོལ་ད་ཅིག་སྔ་མོ་ང་ཚོ་བཙན་བྱོལ་བ་ཆགས་ནས། ཡོང་པའི་ཁ་ཐུག་ལ་ཡ་ཅིག་དོ་ཨ་སྐྱོགས་གསོའི་ལས་ཀ་བྱེད་མཁན་ཅིག་དེ་འདྲས་ཀྱི་ད་ང་ཚོ་ངོ་ཤེས་པ་རུ་དེ་ཚོའི་གྲས། ད་དེ་རིང་གེ་སར་ཁོང་ཚོའི་གྲས་པོ་མོ་རུ་ཆགས་ཆེ་དད་དད་ཡོད་རེད་ཤེས་དེ་འདྲས་ང་ཚོ་ཐུགས་རྗེ་ཡོང་དུས་ད་ཕལ་མོ་ཆེ། བོད་པ་བཙན་བྱོལ་བ་འདི་བཙན་བྱོལ་བ་འདྲ་འདྲའི་ནང་ནས་ད་ཅིག་ཡར་རྒྱས་ཆེ་ཤོས་དག་པའི་ཚགས་ཚུད་ཤོས་རེད་ཟེར་ནས་ཧ་ལམ་ཚང་མ་ལོག་ཁ་ཆིག་ཁྲག་རེད་བཤད་ཀྱི་འདུག་བ། དེ་ག་ནང་བཞིན་གྱི། གཅིག་དཔེར་ན་རྒྱ་གར་གཞུང་གིས་མཚོན་པའི་དཔེར་ན་གཞུང་ག་ལ་གང་འཚམ་ཅིག་གིས། ཡོངས་གྲགས་བྱས་ནས་གཞུང་འབྲེལ་གྱི་ཐོག་ནས་ང་ཚོ་འདི་བཙན་བྱོལ་གཞུང་ངོས་ལེན་ད་ཡོད་མ་རེད་དེ་ཡིན་ནའི་དོན་དངོས་པོའི་ཐོག་ནས་གཅིག་ང་ཚོའི་སྒྲིག་འཛུགས་དེ་བོད་པའི་སྤྱི་ཚོགས་བོད་ཕྱི་ནང་གཉིས་ཆར་ལོག་ལ་ཡར་ཤུགས་རྐྱེན་ཐེབས་ཐུབ་ཡག་གི་སྒྲིག་འཛུགས་གཅིག་ལ་ངོས་འཛིན་ཤུགས་མ་ཐུབ་ཀྱི་བྱས་དེ་ཡག་ཅིག་ཡོང་གི་འདུག་ག། ཤུ་མོ་ཐུག་གི་ཆེ་གོ་ཡ་ཅི། གོ་ད་ཐུང་གི་ཡོར་བ་ཚ་དེ་འདྲས་ཀྱི་གནས་ཚུལ་གི་འོག་ནས། ག་ད་ག་ཚོར་གཞུང་འབྲེལ་མ་ཡིན་པའི་ཅི་ག་ལ་གང་འཚམ་གི་ངོས་ལེན་ངོས་འཛིན་རིགས་ཅིག་ང་ཚོར་ཡོང་སྟེ་ཡ་དེ་དེ་ང་ཚོ་ར་ཐག་ཅིག་ང་ཚོ་རྒྱུ་དངུལ་ལོ་འགྲོ་སོང་དང་ཡང་ཅི་ད་ག་ན་ཞིག་གི་ཁ་བདེ་པོས་འཁྲབ་བཤད་པ་ཅིག་གོ་མ་རེད་ང་ཚོ་བདེན་པ་བདེན་འདུག་ལྷག་བསམ་རྣམ་དག་བྱས་ནས་ད་བྱས་པའི་འབྲས་བུ་ཅིག་ཆགས་ཀྱི་ཡག་རེད་ས་དེའི་རེད་ང་ཚོ་ལས་སླ་པོའི་ཐོག་ལ་ཡ་ཅིག་ད་ག་ཚིག་སྒྲུབ་ཐུབ་ཡ་དེ་ཁག་པོ་ཞིག་ར་རེད།

རྒྱ་ནག་གཞུང་གིས་ད་ཕྱི་འབྲེལ་གྱི་གནས་ཚུལ་གྱི་ཐོག་ལ་ཡིན་ནའི་ད་དུ། རྒྱ་ནག་རང་གི་རྩ་བའི་དཔེར་ན་ཅིག་བོད་རང་གི་ནང་གི་དཔེར་ན་ད་ཁོང་ཚོས་སྲིད་ཇུས་ཟིན་ནའི་མི་འདུག་གང་ལྟར་ཅིག་སྲིད་ཇུས་འཇའ་ལོག་ཐོག་ལ་ཡང་བོད་པའི་གནས་ཚུལ་དེ་གིས་རྒྱ་ནག་ལ་ཕམ་ཉེས་ཆེན་པོ་ཅིག་ཡོང་གི་ཡོད་བསྡད་པ་ད་གསལ་པོ་ཞིག་གྲགས་རེད། ས་ད་གལ་སྲིད་ཀྱི་ད་རྒྱལ་ཁབ་ཆེན་པོ་གཙོས་ཡ་ཟོན་བྱེད་དགོས་ཡག་གི་དཔེར་ན་རྒྱ་ནག་རྒྱལ་ཁབ་ཅིག་ལ་ཡང་ཁོང་ཚོ་ག་ལ་གང་བསམ་ཕི་གེ་ཅིག་གུ་གྱོག་ལུང་པའི་ནག་གསུབ་ད་དངོས་མེད་ནག་གསུབ་དཔེ་ར་ད་ཅིག་ཕི་གེ་བཏང་མ་ཐུབ་ཡ་ཅིག་ད་ཆགས་བསྡད་ཡག་རེད་པ། ས་དེ་ཡིན་དེ་ང་ཚོ་གྲུབ་འབྲས་དཔེ་ཆེན་པོ་རེད་བཤད། ལོ་གསུམ་གསོ་བྱེད་རིང་གི་ཡར་སྔོན་ནི་གྲུབ་འབྲས་ཆེན་པོ་རེད། ས་དེར་སྐད་ས་ཟབ་མོ་ནི་འདི་གང་ལ་ཡ་གཅིག་བོད་པའི་གནས་ཚུལ་ཐོག་ལ་ད་དོ་སྣང་བྱེད་མཁན་དང་གཅིག་དངོས་གནས་དོ་སྣང་བྱེད་མཁན་དེ་དེ་མང་པོ་གཅིག་བོད་པར་དོ་སྣང་བྱེད་ཡ་དེ་བོད་པ་རོགས་འདི་བྱས་ན་ཨེ་ནི་ང་ལ་ཁེ་ཕན་འདི་ཡིན་པུར་བསམ་པ་ཡོད་མ་རེད། ད་དངོས་གནས་དེ་འདྲ་ཡིན་པ་ཡིན་དུས་ང་ཚོ་བོད་པ་ལ་ཡར་རོགས་བྱེད་མཁན་དེ་དེ་ཁོ་རང་ཚོ་ཕ་གི་ཅིག་ཚོང་ཅིག་དཔལ་འབྱོར་དང་ཅིག་ཆབ་སྲིད་དང་གནས་ཚུལ་མང་པོ་ཞིག་ཐོག་ནས་བྱེད་ཁག་པོ་ཡོད་ཀི་ཡོད་ཀི་ལ་ང་ཚོ་བོད་པ་རྒྱབ་སྐྱོར་བྱེད་པ་ཡིན་དུས་དེ་དཔེ་མ་སྲིད་པའི་རིན་ཐང་ཆེན་པོ་རེད་བ། རེད་བ། ཅེས་པ་འདུག་དཔེར་ན་ཁུ་ཝེ་ཏི་སོགས་རོགས་ཅིག་དེ་འདྲས་ཀི་བོད་ན་པེ་ལེ་སི་ཏཱ་ཡིན་ཅིག་དེ་ཚོའི་གནས་ཚུལ་བལྟས་པ་ཡིན་ན། ཕ་ཁོ་ཚོ་ལུང་པ་དེ་ཚོའི་ཐད་ལ་ཕ་རོགས་དེ་བྱས་ན་ཚུར་ཁེངས་འབབ་ཆེན་པོ་ཞིག་ཡོད་བསྡད་པའི་གནས་ཚུལ་གི་འོག་ནས་རོགས་བྱེད་ཀི་ཡོད་རེད་བ། ང་ཚོ་བོད་པ་ལ་ཡང་ཕུགས་རྒྱང་རིང་པོའི་ཆ་ནས་ད་གནད་འགག་ཆེན་པོ་ཆགས་ཀྱི་ཡོད་རེད་དེ། མི་མང་པོ་ཞིག་ཕུགས་རྒྱང་རིང་པོའི་གནས་ཚུལ་མཐོང་གི་མ་རེད། ཨེ་ནི་འཕྲལ་སེལ་གྱི་གནས་ཚུལ་གི་འོག་ལ་ཡང་བོད་པ་རོགས་བྱས་ན་ཁོ་རང་ཚོ་ཅིག་རྙོག་དྲ་ཚར་བ་ཞིག་མ་གཏོགས་ཧ་ལམ་མེད་པའི་སོར་ཅིག་རེད་དེ་ཡིན་ནའི་གནས་ཚུལ་དེ་འདྲ་ཞིག་གི་འོག་ནས་བོད་པ་རྒྱབ་སྐྱོར་བྱེད་མཁན་དེ་དེ། དཔེ་དང། ཞིག་ག་སོགས་རེད་ད། ངས་ནུས་པའི་རྟག་པ་བཤད་བསྡད་ཡོད་ཁྱེད་རང་ཚོ་བོད་པ་རོགས་བྱེད་མཁན་དེ Pro Tibetan མ་རེད། Pro Tibet ད་བོད་པའི་རྒྱབ་སྐྱོར་རེད་བོད་པ་ཤ་ཚ་ཡོད་མཁན་ཅིག་ལ་ངས་ངོས་འཛིན་གྱི་མེད། དེ་བདེན་པ་ལ་རྒྱབ་སྐྱོར་བྱེད་མཁན་ཞིག་པ་ལས་ངོས་འཛིན་གྱི་ཡོད་ཟེར་ནས་རིགས་བཤད་བསྡད་ཡོད་དེ་རེད་རེད་ཕལ་ཆེར་རེད། བོད་པ་ལ་ཡང་དངོས་གནས་ང་ཚོས་འཐབ་རྩོད་བྱེད་དེ་ཨ་དེ་དྲང་བདེན་ཡིན་པ་ཅིག་དང་དྲང་བདེན་ཡིན་པ་ཙམ་དུ་མ་ཟད་པའི་དྲང་བདེན་གྱི་འཐབ་རྩོད་ཀྱི་སྒྲུབ་སྟངས་དེ་ཡང་ལྷག་བསམ་རྣམ་དག་གིས་ད་སྒྲུབ་ཀྱི་ཡོད་པའི་གནས་ཚུལ་དེའི་འོག་ནས་ང་ཚོ་བོད་པ་ལ་ཡང་ཤ་ཚ་དང་རྒྱབ་སྐྱོར་དེ་སྤེལ་ཡོང་གི་ཡོད་རེད་ས་དེ་འདྲས་ཡིན་དུས་ང་ཚོས་ཆེ་ས་ཞིག་ཐག་ལ་བསམ་བློ་བཏང་པ་ཡིན་ན་དངོས་གནས་ང་ཚོ་ད་འདས་པའི་ལོ་སུམ་ཅུ་སོ་བཞི་དེའི་རིང་ལ་ང་ཚོས། གྲུབ་འབྲས་མི་ལྷོད་པ་ཞིག་ཏན་ཏན་བྱུང་ཡོད་པ་རེད། ས་དེ་འདྲ་ཡིན་དུས་ངས་དེ་ག་ཚེ་ཡང་སུན་ཕྱུགས་དུས་ཆེན་ག་དུས་ལས་བཤད་རྒྱུ་བྱུང་ལ་ང་ཚོ་དེ་ལྟར་ལས་བྱེད་པ་ཞིག་དངོས་གནས་ད་ཐོག་མར་ང་ཚོ་དྲུག་ཅུ་རེ་གྲངས་ལྔ་བཅུ་ང་དགུ་ནས་བཟུང་བ་ཅིག་གིས་ད་དེ་དུས་མགོ་མར་ལས་ཀ་བྱེད་མཁན། ཧ་ལམ་དེ་དུས་ང་ཚོ་རྒྱ་གར་ཁ་པར་ཡིན་ཟེར་ནས་ཕལ་ཆེར་ཟླ་ཕོགས་རྒྱ་གར་གཞུང་གི་ཟླ་བ་ཕོགས་དེ་སྒོར་མོ་བདུན་ཅུ་དོན་ལྔ་མ་རེད། སྒོར་མོ་བདུན་ཅུ་དོན་ལྔ་རེད། ལས་བྱེད་དེ་གཞུང་གཞུང་ཞབས་སོགས་ལ་སྒོར་མོ་བདུན་ཅུ་དོན་ལྔ་ཞབས་གྲས་སོགས་ཀྱི་ཟེར་དགོས།

ཚངས་དབང་རྟ་མགྲིན་རྟག་པར་དྲན་ཏེ་ཡིད་ཀྱིས་ཚངས་དབང་རྟ་མགྲིན་ལ་སོར་ཆ་བྱ་ན། སྔོན་ལ་རང། ཞེས། མཐོང་རྒྱ་ཐོས་རྒྱ་དག་དེ་རིགས་ཀྱི་ཤེས་བྱ་ཡོན་ཏན་ཅན་ནི་གེགས་དང། རྣམ་དཔྱོད་དམིགས་བསལ་གཏོང་ཡ་མཁན་ཡོད་མ་རེད་གོ་མ་སྦྱངས་པ་ལ་ཤེས་གི་མ་རེད། དེ་དང། མཐོང་རྒྱ་ཐོས་རྒྱའི་གོ་སྐབས་མ་བྱུང་བ་ལ་མཐོང་རྒྱ་ཐོས་རྒྱ་བཟོ་ཡ་ཡོད་མ་རེད་དེ་ཀུན་དངོས་པོའི་ཞེན་ལུགས་རེད། རྩ་བའི་ལྷག་བསམ་གྱི་ཆ་ནས་བརྩིས་པ་ཡིན་ན་དངོས་གནས་དེ་བག་ཆུན་ཆུན་རེ་ཁིའི་ཆེད་དངོས་གནས་དྲ་གནས་ཀྱི། ལྷག་བསམ་གྱི་དཔེ་ཆུ་ལུགས་གང་འདྲ་བ་ཞིག་དང་གསལ་པོ་ཞིག་གྲགས་རེད་བསམ། མི་དེ་ཚོ་སོར་བཟོ་གྲྭས་དངོས་གནས་དྲ་གནས་ཀྱི་དང། ང་ཚོ་རྗེས་དྲན་ཡོད་པའི་མི་རེད་ཤག་ཨེ་ན་ཨ་འདྲ་དེ་དཔེར་ན་བཀའ་ཟུར་དབང་ཐོག་ལགས་ལ་མཚོན་པས། ཇི་བཞིན་ཐུགས་བདེན་རེད་ཁྱེད་རང་ཚོ་དེ་ཁོ་ཚོ་ཁ་ཤས་ཤིག་སླེབས་དེ་ཡག་རེད་དངོས་གནས་དྲ་གནས་ཀྱི་ཅིག་སོ་སོའི་དང་ཅིག་ད། ལས་དོན་བྱེད་པའི་རིང་འདི་ལ་ཡང་ཕྲན་བུ་ཕྲན་བུ་སྐྱོན་ཆ་ད་སུ་རུ་ཡིན་ནས་ཡོང་གི་རེད་དེ་ང་ཚོ་དངོས་གནས་དྲ་གནས་ཀྱི་ཅིག་ཆེ་ས་ནས་ཚང་མ་ལོག་ཧུ་ད་བ་ད་ད་བྱས་པའི་གྲུབ་འབྲས་ཏན་ཏན་རེད་ད་དེ་རིང་ཡིན་པ་ཡིན་དུས་ས་ནས་ད་དེ་ཁྱེད་རང་ཚོ་ཨ་འདྲ་དེ། དེ་སྔ་ད་སྔོན་ནས་དྲ་གནས་ཀྱི་ཅིག་དཀའ་ལས་བརྒྱབ་ནས་ད་ལྟ་གསོན། ཡོད་དེ་བས་ན་ཁྱེད་ཚོ་ཡུང་ཤེས་ཀྱི་དེ་ལས་ང་ཐུ་ཤེས་ཟེར་ནས་ཟེར་གྱི་ཡོད་ཁྱེད་ཚོ་བཀའ་དྲིན་ག་དུས་ཡིན་ནས་སྔོན་ནས་དྲ་གནས་ཀྱི། ད་ང་ཚོ་ཅིག་མི་ཟིར་གྱི་མཉམ་འདོར་ལ་ད་བཙན་བྱོལ་བའི་རིང་དེ་ལ་ཡང་ང་ཚོ་མི་ཟི་མཉམ་འདོར་ལ་མཉམ་ཞིབ་བྱས་ནས་ང་ཚོ་མི་ཟི་བསྐྱལ་རེད། ཞེས་སྔོན་ནས་དྲ་གནས་ཀྱི་བཀའ་དྲིན་རྗེས་དྲན་ཡོད། དེ་དག་ང་ཚོ་ཆོས་པའི་ཐོག་ནས་བཤད་པ་ཡིན་ན་ཅིག་ཚིག་རོ་བཏགས་འདུག་དངོས་ནས་ང་ཚོ་ཕན་ཚུན་ངོ་ཤེས་པའི་ཐོག་ནས་ཕན་གྲོགས་བྱེད་ཐུབ་ན་བསམ་པས་ང་རྟག་པར་སྨོན་ལམ་རྒྱག་གི་ཡོད། ཨན། འདས་གྲོངས་སོང་བ་གིས་ཆ་བཞག་ནས་དངོས་གནས་ད་ནས་ཀྱི་བོད་སྤྱི་པའི་དོན་དག་ལ་ཡ་དཀའ་ལས་སྐྱེས་པའི་དེ་དག་ཅིག་བསོད་ནམས་འདི་བསུབ་ཡག་ཡོད་མ་རེད། བསོད་ནམས་འདི་ཡི་ཐུགས་ལ་བརྟེན་ནས་གང་དག་ཅིག་དེ་དག་ཅིག་ཚིག་རེ་མི་ཚིག་རོ་དེ་དེད་ནས་དལ་བ་ལ་འགྲོ་ཐུབ་ཡག་ཅིག་ཏན་ཏན་ཡུན་ཀུན་རེ་བསམ་དྲན་གྱི་འདུག་ཚེ་འདི་འདྲའི་ཡིན་པ་ཡིན་དུས་ཚར་ནས་དངོས་གནས་དེ་འགའ་བྱས་ཅིག་བཞག་པ་དེ་ཡིན་ཏེ་དངོས་གནས་ད་ནས་ཀྱི་ད་བྱས་ཅིག། རང་གི་ཕྱིན་ཆད་བོད་པའི་ལོ་རྒྱུས་ནང་ལ་བོད་ཡག་ཅིག་རེད་ལ་གང་ལྟར་མི་རེ་ངོ་རེས་ངོས་ནས་ཆ་བཞག་པ་ཡིན་ན་ཡང་གང་ལྟར་ཅིག་བསོད་ནམས་རང་ཅིག་འཁྱིལ་རྒྱུ་ཡོད་ཐབས་ཅིག་ཆགས་ཆེ་འདི་འདྲ་ཞིག་ཆགས་བསྡད་ཡོད་རེད། ཨེ་ན་འོ་ན་ད་ལྟ་གང་ལྟར་ཡང་ཡིན་དེ་འདྲ་ཞིག་ཡོང་བསྡད་ཡག་འདི་འདས་པའི་ལོ་སུམ་ཅུ་སོ་བཞི་ལྷག་ཟིན་རིང་ལ་ཡང་ང་ཚོ་ད་དག་ཆ་ཅིག་བྱས་ཕྱིར་རོ་རང་ཅིག་ག་ལ་གང་འཚམ་ཞིག་ང་ཚོ་ཐོན་ཐུབ་ཡག་འདི་ངོས་ནས་ད་ཅིག་འདས་པའི་ལོ་དེའི་རིང་ལ་ཡང། ཅིག། མི་རྟོག་རུ་དེ་བྱས་འགྲུབ་ཡག་རེད་དེ་ཡིན་ནའི། ཅིག་ཚང་མས་པའི་ཧུར་ཐག་པ་དག་བྱས་པའི་གྲུབ་འབྲས་ཞིག་རེད། ཨེ་ནས་ཅིག་ཏང་པའི་མི་མང་པོ་ཅིག་གིས་ད་རྒྱ་བར་མི་ཞིག་ཐུགས་རྗེ་བཀའ་དྲིན་བྱས་ནས། ཅིག་ངོ་སོར་དེ་རྒྱ་བར་མི་ཞིག་གང་ལ་ཡང་སླེབས་ཀྱི་ཡག་རེད་དེ་ཡི་དོན་དག་ངོ་མ་བཤད་པ་ཡིན་ན་ང་དེ་ཕྱིའི་འབྲོམ་དགུ་སོར་ཅིག་རེད། ངས་ཅིག་ད་མན་ནའི་ཡིན་མདོག་མདོག་རུ། ཅིག་མ་འཇོན་ནའི་འཇོན་མདོག་མདོག་རུ་ད་ག་སུ་ཅིག་གིས་ད་པའི་ཕྱིའི་ག་ཚོད་འབྲོམ་རུ་དེ་བྱས། ནང་གི་དང་སྒྲོམ་འདི་ནང་གི་ཅིག་མི་དེ་བ་སུ་འདྲ་ཞིག་གི་གློ་བ་དང་མཆིན་པ་དང་སྙིང་དང་ཅིག་ཁལ་མ་སེ་ར་སི་ཏལ་དེ་ཚོའི་དོན་ལྔ་སྣོད་དྲུག་གི་ཚོད་རིམ་གྱི་གྱང་སོ་ལས་བྱེད་པ་ཅིག་དེ་རེད། ལས་ཁུངས་ཁག་གི་དེ་དག་དེའི་ནང་ལ་ཡོད་པའི་ལས་བྱེད་པ་ཅིག་དེ་རེད། བྱས་ཙང་ཀ་ཕྱིའི་སྒྲོམ་རུབ་དེ་མགྱོགས་པོ་རུ་ཞིག་འགྲོ་ཐུབ་དང་མ་ཐུབ་དེའི་དེའི་ནང་གི་དོན་ལྔ་སྣོད་དྲུག་དེའི་དེའི་ཧྲག་དེ་དག་ཡོད་མེད་ལ་ཡང་རག་ལས་ཀྱི་ཡོད་རེད། རེད་བ། ཨེ་ནི། ས་དེ་རེད་ཡིན་པ་ཡིན་དུས། ང་ད་བར་དུ་ད་བྱས་བྱེད་བྱུས་པ་དེའི་དེའི་གང་ལྟར་ལས་བྱེད་པ་ཚང་མ་ལོག་རེད།

ལས་ཀ་བྱས་ནས་གྲུབ་འབྲས་གཏན་མེད་དུ་ལས་ཀ་བྱེད་པ་ཡིན་ན་ཨེ་ནས་ལྷག་བསམ་ཡོད་ནས་གང་ཟག་གསུམ་ནས་གཅིག་རྟོགས་གཅིག་པའི་སྒྱིད་ལུག་ཡག་སོ་འདྲེ་ཁོ་ཡོང་སྲིད་རེད་བ་ས་ང་ཚོའི་ལས་ཀའི་ཐང་ནས་ལོ་སང་བཏང་པ་ཡིན་ན་ལོ་གསུམ་སོ་བཞི་དེའི་རིང་ལ་ཡ་ང་ཚོ་བྱས་བྱས་མིན་མིན་པ་ཅིག་དངོས་སུ་མིག་གིས་མཐོང་ཡག་དང་ལག་པས་རེག་ཡག་ཡོད་དེ་བས་གྲུབ་འབྲས་ཅིག་ང་ཚོ་ཐོན་ནས་ཡོང་གི་ཡོད་པ་ཡིན་དུས་ད་དུང་ཡིན་ན་ཡང་ད་ང་ཚོ་ཤུགས་རྒྱབ་ད་ཤུགས་རྒྱབ་ན་རྒྱབ་རིང་དུ་གསར་བ་ཅིག་ང་ཚོ་བློ་ལ་སྐྱེ་ཡག་ཞིག་འདུག་བ། རེད་པ། ས་དེ་འདྲ་ཡིན་དུས་རྒྱུ་མཚན་དེའི་ཐག་ནས་ཡིན་ན་ཡང་ང་ཚང་མ་ལོག་པར་བདག་ཅག་ལྷག་བསམ་གྱི་ཀུན་ནས་ལངས་པའི་སྤོབས་པ་ཆེན་པོའི་ཐོག་ལ་ཡང་བདག་ཅག་གི་ལས་དོན་ཐོག་ལ་ཤུགས་རྒྱག་ཡ། རྒྱབ་འོས་པ་ཞིག་དང་རྒྱབ་ཡ་གི་རྒྱུ་མཚན་པའི་ཆ་ཚང་ཡོད་བསྡད་པ་ཞིག་ཏན་ཏན་རེད་འདི་ཡང་རེད།